རྣམ་པ་ཚོ་སྐུ་ཁམས་བཟང་ང་བཀྲ་ཤིས་དབང་ཕྱུག་ཡིན་ད་དེ་རིང་ང་ཚོའི་བརྗོད་གཞི་དེ། གལ་སྲིད་ང་ཚོས་ཨ་ནི་དུས་ཚོད་གང་འཚམ་ཅིག་གི་རིང་ལ་ཡང་ཨ་ནི་ཞྭ་ལྷག་མ་གཅོད་ཅིང་བཞུགས་ཐུབ་པ་ཡིན་ན། ད་ཨིན་ཇི་སྐད་ད་མ་སོང Intermittent Fasting འདི་ཡང་ང་ཚོའི་ཟོག་པོ་ལ་ཡང་ཨ་ནི་ཁེ་ཕན་ག་རེ་ཡོང་གི་ཡོད་མེད་དེའི་སྐོར་ཡིན། ད་དེ་སྔ་ཡིན་ན་ང་ཚོས་ཅིག་ཞོ་ཁའི་ཉིན་གུང་དགོང་ལྟ་བཞིན་དུས་གསུམ་ཞྭ་ལྷག་མཆོད་དེ་ཨ་ནི་ཡག་པོ་བརྩི་གི་ཡོད་རེད་པ། ད་ཕྱིས་སུ་ཉམས་ཞིབ་དང་ཚན་རིག་པ་ཁག་ཅིག་གིས་ད་འདི་ཏག་ཏག་བསྡད་མི་འདུག། ང་ཚོའི་ཟོག་པོར་ཡང་ཅིག་ཞལ་ལག་མ་བཅོས་ནས་རྒྱུན་རིང་ཞུ་ཐུབ་པོ་རུ་བྱེད་ན་ཨ་འདི་བེད་ཀོ་ར་ཁེ་ཕན་ཧང་སང་ཆེན་པོ་འདུག་ཅེས་ནས་ཨ་མདོ་སོགས་བསྡོམས་སྐྱོན་ཡོད་རེད། ད་ང་ཚོའི་ཟོག་པོར་ཡང་ཅིག་ན་ཚ་མང་ཆེ་ཅིག་ཁ་ལག་ཟ་ཡ་མང་འདྲ་བའི་རྐྱེན་གྱིས་རེད་ཤག་ཅེས་གསུངས་ཤག་ད་གལ་སྲིད་ང་ཚོས་ཁ་ལག་མ་ཟས་ནས་དུས་ཚོད་རྒྱུན་རུང་ཞུ་ཐུབ་པོ་རུ་བྱེད་ན་ར་བ་ཨ་ན་ཚ་མང་པོ་ཅིག་བཀག་ཐུབ་ཀྱི་ཡོད་ཅེས་གསུངས་ཤག་ལོ་ཡིན་ནས་གཞོན་པོ་མཐོང་ད་འདི་མ་ཡིན་པའི་ང་ཚོའི་ཟོག་པོའི་ཁམས་སྟངས་ཡིན་ནས་རྒད་པོ་ཆགས་ད་ཞལ་ལག་མ་བཅོས་ནས་ཞུ་ལུགས་ཞུ་སྟངས་དེ་ག་འདྲ་རེད་བྱས་ན། ལྕེ་དང་སྣ་ཁ་ཁ་ཤས་འབྱོར། རེད་དེའི་ནང་ལོགས་ནས་སྒྲ་ཆེ་ཤོས་དེ། Sixteen Eight Sixteen Eight ཟེར་དུས་ས་ནས་ཆུ་ཚོད་ཉི་རྩ་བཞི་ཡོད་པའི་ནང་ལོགས་ནས་ཆུ་ཚོད་བརྒྱད་རིང་ག་ཞྭ་ལ་ཆོས་དེ་ལྷག་མ་ཆུ་ཚོད་བཅུ་དྲུག་དེ་ཨ་ནི་ཞྭ་ལ་མ་ཆོས་ནས་ཞོག་གུ་གུ་ཡོད་རེད་ད་ཆུ་ཚོད་བཅུ་དྲུག་རིང་ག་ལ་ཡ་ནི་ཞྭ་ལ་མ་ཆོས་ནས་ཞོག་གུ་རེད་ཟེར་དུས་ཏོག་རྒྱུས་རིང་པོ་རེ་ཞིག་ཏན་ཏན་ཡོད་རེད་རེད་བ་ད་ཡིན་ནའི་བསམ་བློ་ཡག་པོ་ཞིག་བཏང་གི་ཡིན་པ་རེ་བྱེད་ན་ད་དཔེ་ན་དགོན་བདག་ཞྭ་ལ་དེ་ཆོས་ནང་ཨ་དེ་ནས་སང་ཉིན་ཞོག་ཆ་དེ་སྤངས་པོ་རེ་བྱེད་ན་ཨ་སང་ཉིན་ཉིན་གུང་པ་དུ་ཆུ་ཚོད་བཅུ་དྲུག་ཟིམ་འགྲུག་གི་ཡོད་རེད། ད་འདིའི་ནང་ལོགས་ནས་དུས་ཚོད་ཕལ་ཆེ་བ་ཅིག་ང་ཚོ་ཚེས་ལས་གཉིས་ནང་འགྲུག་ཡོད་རེད་བ། ད་གཙོ་སོ་སོས་དུས་གསུམ་གྱི་ཞར་ལངས་ནང་ལོགས་ནས་ཅིག་ག་མོད་ཆུང་ཤོས་བཞོག་རེད་བ་འདི་སྤང་ན་ཡང་དེ་རེད་ཤག། ཡང་མེད་ན་ཞོགས་ཟས་རེད་ཡང་མེད་ན་ཉིན་གུང་ཁ་ལག་ཡང་མེད་ན་དགོང་དག་ཁ་ལག། ཡང་ཁག་ཅིག་གིས་ཉི་མ་གཅིག་ལ་ཡང་དུས་གཅིག་མ་ཞིག་ཞར་ལངས་མ་བྱུང་མཁན་གྱི་མང་པོ་ཡོད་རེད་ད་གནད་དོན་འདིའི་ཐད་ལ་ཡང་དཔེ་ཅིག་སྦྱར་ནས་ཞུ་བ་རུ་བྱེད་ན། ང་རང་ཚོ་ཅིག་ཐུགས་སྤྲོ་སྟངས་ཀ་ཆེན་པོ་བྱ་ཞོག་ཞེས་པ་པིག་ནིག། ད་ཐུགས་སྤྲོ་ལྟ་དུས་རྩམ་པ་ཅིག་ད་དགོང་དག་ང་ཚོའི་མེར་གོང་འདི་འདྲ་བཏང་ཅིག་རྣ་བ་སྐྱིད་པོ་ཅན་ཞུགས་རུས་པ་ཐོག་མར་ང་ཚོས་ད་ཤིང་གྲ་སྒྲིག་བྱས་ཨ་ཤིང་འབུད་ཁུལ་འབུད་ཁུལ་ཅིག་རེད་པ་ད་ག་ལི་ག་ལི་ག་ལི་ཤིང་འདི་ཚོ་རྫོགས་འགྲོ་དུས་ས་ནས་ད་ང་ཚོ་ཅིག་མེན་བཏང་དགོས་ཀྱི་ཡོད་རུས་པ་ད་ང་ཚོས་གར་བྱེད་ཀྱི་རེད་དེའི་གཡས་གཡོན་ལ་ཡ་ཅིག་ཤུག་ཁུག་འདྲ་མ་འདྲ་དང་གད་སྙིགས་འདྲ་མ་འདྲ་ཚང་མ་གཏོར་ས་ཡ་སྐྲག་གི་རུས་པ་ཨ་འདིས་ཁོར་ཡུག་ཚང་མ་གཙང་ཏིང་ཆགས་རུས་རུས་པ་འོ་འདི་ནང་ཞིག་རེད་ཤག། ད་ང་ཚོས་ཞལ་ལག་མ་ཆོད་ནས་རྒྱུན་རིང་ཞུ་བའི་སྐབས་ལ་ཡ་ཅི་ད་ང་ཚོའི་ཟོག་པོ་ལ་ཡ་ཅིག་ད་ནུས་ཤུགས་འདི་མུ་མཐུད་ནས་དགོས་ཀྱི་ཡོད་རེད་པ། ད་ནམ་རྒྱུན་ཡིན་ན་ཅིག་ད་དེ་ང་ཚོའི་ཟོག་པོ་ཡ་ཅིག་ནུས་ཤུགས་འདི་ཨ་འགྲོས་སྒོ་ནག་ལོག་ན་ནི་ཁ་ལག་ནས་ཚུར་འཐེན་གྱི་ཡོད་རེད་པ། ད་ད་ལྟའི་ཆ་ལ་ཡ་ཁ་ལག་འདི་ལ་དགེ་རྒན་མས་ཨ་འགྲོས་སྒོ་སྟོང་པ་ཡི་དུས་ཚ་ནས་ད་ང་ཚོའི་ཟོག་པོ་ནང་ལ་ཡ་ཚི་ལུ་རོབ་ཏོ་རེད་ད་ཨ་ན་ཤིང་པ་ཀྲི་ཀར་རོབ་ཏོ། Deformed Protein ཟེར་གི་འདུག་བ། ད་དེ་མ་ཡིན་པའི་གི་ཅིག་ད་ནད་འབུ་དང་ནད་དུག Bacteria དང Virus མང་པོ་ཅིག་རྩ་མེད་བཏང་བྱས་ན་ནི་ཟོག་པོའི་བཅུད་ལ་ཡར་བེད་སྤྱོད་བཏང་ཤེས་གི་འདུག་བ། དེས་ང་ར་ཚོའི་ཟོག་པོའི་ནང་རོ་ཅིག་ད་ན་ཚ་སོ་ངན་འདྲ་མ་འདྲ་མང་པོ་ཅིག་རྩ་མེད་བཏང་ཤེས་གི་ཡོད་རེད། ད་དམིགས་བསལ་གི་ཟོག་པོའི་ལྗིད་ཚད་གི་ག་ལ་གང་འཚམ་ཡོད་པ་ཡིན་ན་དེ་བས་ཀྱང་ཡག་པོ་ཡོད་རེད་ད་ཨིན་ཇི་ཡིན་ན Weight Loss ཟེར་གི་རེད་བ། ད་ནང་པ་ཚོས་ཡུའུ་ཀྲུབ་བརྙན་ཐུང་འདྲ་མ་འདྲ་གཟིགས་དར་བ Intermittent Fasting ལ་འཇིགས་སྐྱོ་ནས་ད་དེའི་ནང་ལོག་ཅིག་གི་ཟོག་པོའི་ལྗིད་ཚད་མ་ཆ་འཁྱོག་དང་དེ་སྔ་ཨ་ནུ་ལུས་ལ་ན་བཟའ་མང་པོ་ཕོག་ཤ་བ་དེ་འདྲ་དྲག་སྐྱེད་འབྱུང་མགྱོགས་ཧ་ལས་པ་མང་པོ་རེད་ད་གནད་དོན་འདིའི་ཐད་ལ་ཡ་ཅིག་མཁྱེན་རྟོགས་འབྱུང་ངེས་རྗ་པན་གྱི་ཚན་རིག་པ་གྲགས་ཅན་ཡོ་ཤི་ནོ་རི་ཨུ་ཤུ་མ་སིང་དེ་ཁོ་རང་གིས་མཁྱེན་རྟོགས་འབྱུང་ཤག་ཨ་ཁོ་རང་འདིའི་ཐད་ལ་ཡ་ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ནོ་བྷེལ་གཟེངས་རྟགས་ཀྱི་ཐོབ་འབྲང་པ་རེད་ད་དེའི་གི་དཔེ་མཚོན་གཅིག་ཞུས་པ་ཡིན་ན་རོ་དཔེར་ན་ཆ་ཤ་ན་ཁ་ཆེའི་རྒྱལ་ཁབ་མང་པོ་ཞིག་ནང་ལོག་ལ་ཅིག་ཀན་སར་གྱི་ཨ་ནི་ན་བཟའ་དེ་ཨ་ནི་སྤྱི་ཚོགས་གཞན་པ་རྩི་ན་དགའ་ཞེན་གྱི་མྱོང་ངོ་དུ་བ། སྤྱི་དང་ན་ཚ་སྐྱེན་སར་ཡོང་ཡས་ཀྱི་རྒྱུ་རྐྱེན་མང་པོ་འབྱོར་ཏེ་ད་ཡིན་ན་ཆེད་ལས་པ་མང་པོ་བྱེད་དགོས། ཁ་ཆུ་ཚོས་ལོ་ལྟར་ཕྱག་ཆེན་ར་མ་ཏཱན་བྱས་ན་ནི་སྨྱུང་གནས་བསྡམས་ན་དུས་ཚོད་ཤོར་བ་དུས་ཚོད་རྒྱུན་རིང་པོ་ཅིག་རིང་ལ་ཡང་དེ་ཡི་རེད་བྱས་ནས་གསུངས་ན་བཞག་ད་དེ་འདྲ་ཡོད་དུས་རྩ་ནས་ང་ཚོས་ཞལ་ལག་མ་བཅོས་ནས་རྒྱུན་རིང་བཞུགས་ཐུབ་པོར་བྱས་ན་ཁེ་ཕན་ཆེན་པོ་ཡོང་གི་ཡོད་ས་རེད་རྣམ་པ་ཚོ་བརྙན་ཐུང་གཟིགས་པ་ཐུགས་རྗེ་ཆེ་བརྒྱུད་སྐུལ་གནང་རོགས་གནང། ད་སྤྱི་དང་དུས་ཀྱི་མདུན་ནས་ང་རང་ཚོའི་བ་གི་ནང་ལོག་ལ་ག་དུས་ནས་ལག་ཐོག་ཁ་པར་ནི་ཡོད་ཡོད་རེད་རེད་བ། ཅིག་གི་དུས་ཚོད་མང་པོ་སྤྱད་ན་ང་ཚོ་ཅིག་ཆོད་མེད་རྒྱོ་རྐྱང་རྐྱང་ཅིག་ལ་བཏང་ཤེས་ཀྱི་ཡོད་རེད། ད་དེ་ལས་ལྟོས་ཅིག་ཤེས་བྱའི་ཡོན་ཏན་རེད་ཨང་སོ་སོ་བློ་རྒྱ་འཕེལ་ཡི་ཐོག་ལས་ལྟོས་དུས་ཚོད་བཏང་ནས་ལྟ་ཐུབ་པོ་རུ་བྱེད་ན། ཨང་སོ་སོ་ཙམ་མ་རེད་ཨང་སོ་སོའི་ཁོར་ཡུག་དག་ནང་བཞིན་པ་ནི་ང་རང་ཚོ་སྤྱི་ཚོགས་སྐོར་ནང་ཡར་རྒྱས་ཡག་པོ་འགྲོ་གི་རེད་བསམ་གྱི་འདུག་རྣམ་པ་ཚོ་སླར་ཡང་ཐུགས་རྗེ་ཆེ།